བོད་ཕྱི་ནང་གཉིས་སུ་བཞུགས་པའི་རྒྱལ་གཅེས་སྤུན་ཟླ་ཕོ་མོ་ལྷན་རྒྱས་མཚམས་ལོག་ལ་འཚམས་འདྲི་དང་བཀྲ་ཤིས་བདེ་ལེགས་ཞུ་གི་ཡིན། ད་དེ་རིང་ང་ཚོས་ཀ་ནི་སའི་མེ་ལོང་གི་འཆད་ཁྲིད་ནི་ཉིན་བརྒྱད་པའི་གཏམ་དང་འགོ་བཙུགས་ཡིན། ད་དེ་ཡང། ཨ། བྱ་རྣམ་པ་ཚོས་དགོན་པ་ང་ཟེར་བཞིན་རེད། ཁ་ཚ་ང་ཚོས། བྱས་འབྲས་དང་བྱས་མེད་ཀྱི་རྣམ་བཞག། བྱ་བྱེད་ངོ་བོ་ཐ་དད་པ་དང་ཐ་མ་དད་པའི་རྣམ་བཞག་སྐོར་ལ་རབ་བརྩི་སྦྱངས་པ་རེད། ད་དེའི་ནང་ལོགས་ལ་བལྟས་པ་ཡིན་ན་ཕལ་ཆེར་ཕལ་ཆེར་དང་བྱ་ཚིག་ཐམས་ཅད་ལོ། བྱས་འབྲས་ལས་ཚིག་དང་བྱས་མེད་ལས་ཚིག་གང་རུང་ཅིག་ནང་ལ་འདུས་པའི་ཁྱབ་ཀྱི་ཡོད་པ་ཡིན་ཙང། དབྱེ་བ་དེ། ཅེས་ཕུན་སུམ་གསལ་བའི་དྲང་ངེས་སུ་འགྲོ་བ་བཅས་ནི་བདུད་ཆེན་པོ་གྲགས་ཀྱི་རེད། དེ་འདྲ་ཡིན་དུས། ད། བྱེད་འབྲེལ་ལས་ཚིག་ཟེར་ཡ་དེ་དང་བྱ་བྱེད་ངོ་བོ་ཐ་དད་པ་གཉིས་དོན་གཅིག་ཡིན་པ་དང། བྱེད་མེད་ལས་ཚིག་ཟེར་ཡ་དེ་དང་བྱ་བྱེད་ངོ་བོ་ཐ་མི་དད་པ་ཟེར་ཡ་དེ་གཉིས་དོན་གཅིག་ཡིན་པ་དེ། ཐུགས་ལ་བརྔན་དེ་གལ་ཆེན་པོ་ཡིན་པ་འདྲ། ད་ཁོ་གཉིས་དོན་གཅིག་འདྲ་བ་དེ་ག་འདྲས་ཆགས་ཀྱི་ཡོད་རེད་ལབ་ཡིན་ན། བྱེད་འབྲེལ་ལས་རྩིས་ཟེར་དུས་ཁ་ཚང་ཞུས་པ་ནང་བཞིན་རེད། ལས་གང་ཞིག་བྱེད་པའི་ཚེ་བྱེད་པ་པོ་གཞན་ཞིག་དང་དངོས་སུ་འབྲེལ་བའི་ལས་རྩིས་ལ་ཡང་བྱེད་འབྲེལ་ལས་རྩིས་ཟེར་ནས་ལབ་ཀྱི་ཡོད་རེད། དེ་འཕྲལ་གྱི་བྱེད་འབྲེལ་ལས་རྩིས་ཅིག་ཡིན་ཚར་བའི་ཞུ་སྒོ་དེ་ལ། ཨ་ནེ། བྱ་བྱེད་ངོ་བོ་ཐ་དད་པ་ཡིན་པས་ཕལ་ཆེར་ཕལ་ཆེར་ཆགས་འགྲོ་གི་ཡོད་རེད། བྱ་བྱེད་ངོ་བོ་ཐ་དད་པ་རེད་ཟེར་དུས་རྩོམ་པ་ལ་གར་ཟེར་བ་རེད་ཟེར་དུས། བྱ་ཞེས་པ་བྱ་བའི་ཡུལ་ཡུལ་དང་བྱེད་ཞེས་པ་བྱེད་པ་པོ། བྱེད་པ་པོ་དང། ཨ་ནི། བྱ་བའི་ཡུལ། ལས་དེ་གཉིས་པོ་དེ་ངོ་བོ་གཅིག་པ་ཆགས་པ་བཅས་ལ་ཡང་བྱ་བྱེད་ངོ་བོ་ཐ་མི་དད་པའམ་ཐ་དད་པ། འོ་དེ་འདྲ་བྱས་ནས་ཟེར་གྱི་ཡོད་རེད་པས་འདྲ་པོ་ཆགས་བཞག་ན། ཨཱོྃ་མཁའ་ར་ཏཱན་ཏྲ་ནཱི་རཱ་འགྲོ་བ་ལྟ་བུ་ཅི་ལ་ཆགས་ཚུལ་ན། བྱ་བྱེད་ངོ་བོ་ཐ་དད་པ་རེད་བས་བྱ་བྱེད་ངོ་བོ་ཐ་མི་དད་པ་རེད་ལབ་པ་ཡིན་ན། བྱ་བྱེད་ངོ་བོ་ཐ་མི་དད་པ་རེད། བྱ་བྱེད་ངོ་བོ་ཐ་མི་དད་པ་བྱ་བྱེད་ངོ་བོ་གཅིག་རེད། བྱ་བྱེད་ངོ་བོ་གཅིག་ཡིན་པའི་རྒྱུ་མཚན་འདྲ་པོ་དེ་ག་རེད་ཟེར་དུས། འགྲོ་ཞེས་པ་དེ་གི་བྱེད་པ་པོ་དེ། འགྲོ་བ་པོ་རེད། བྱ་བའི་ཡུལ་དེ་འགྲོ་བྱ་རེད། འགྲོ་བྱ་ག་རེ་རེད་ཟེར་ན་མི་དེ་རེད། འགྲོ་བ་པོ་ག་རེད་ཟེར་དུས་མི་དེ་རེད་དེ་འདྲ་ཡིན་ཙང། དེའི་ནང་ལོགས་ལ། བྱ་བའི་ཡུལ་འགྲོ་བྱ་དེ་དང། ཨ་ནེ་འགྲོ་བའི་འགྲོ་བ་པོ་གཉིས་པོ་དེ་ངོ་བོ་གཅིག་པ་ཡིན་ཙང་ངོ་བོ་ཐ་དད་དུ་མེད་པ་ཡིན་ཙང་དེ་ལ་ཡང་བྱ་བྱའི་ངོ་བོ་ཐ་མི་དད་པ་ཟེར་གྱི་ཡོད་རེད། འདིའི་སྐབས་ལ་ངེས་པར་དུ་མཁྱེན་དགོས་ཡ་ཅེས་ལ་ད་ལྟའི་བྱ་བྱའི་ངོ་བོ་ཐ་དད་པ་རེད་ཟེར་བ་གང་ཡིན་ཟེར་ན། བྱེད་པ་པོ་སུ་རེད་ཟེར་ན་གང་ཟག་དེ་རེད་བྱ་བའི་ཡུལ་ག་རེ་རེད་ཟེར་དུས་རྩོམ་པ་ལ་ས་ཆ་དེ་རེད་ཟེར་ནས། ས་ཆ་ལ་སྐབས་འདི་གི་བྱ་བའི་ཡུལ་དེ་ཁོག་ཡོད་མ་རེད། སྐབས་འདི་གི་བྱ་བའི་ཡུལ་དེ་ལ་འགྲོ་བྱ་དེ་ལ་ཁོག་ཡོད་རེད། དེ་ཡིན་ཙང་དེའི་གནད་འགག་ཆེན་པོ་གཅིག་ཐུགས་ལ་བཅངས་ཡང་གལ་ཆེན་པོ་རེད། ཞེས་མ་གཏོགས་ཨོའོ་ད་དེ་ལ་བྱ་བའི་ཡུལ་གཅིག་འདུག་ཨ་ཨ་བསམ་ས་འདྲ་གཅིག་གི་ཚོར་སྲེག་རེད་བ། འདི་སྐབས་ཀྱི་བྱ་བའི་ཡུལ་དེ། གང་དུ་འགྲོ་བའི་བྱ་བའི་ཡུལ་མ་རེད། གང་བྱ་བའི་བྱ་བའི་ཡུལ་དེ་རེད། རྣམ་དབྱེ་གཉིས་པ་ལས་སུ་བྱ་བ་ཤེས་པའི་སྐབས་ཀྱི་བྱ་བའི་ཡུལ་དེ་མ་རེད། རྟ་མཇུག་གི་སྐབས་ནས་བཤད་པའི་བྱ་བའི་ཡུལ་དེ་རེད་ད་དུས་སུ་སྤྱིར་མཐའ་རྗེས་མ་ལས་ཤེས་ཆོག་གི་འདུག་སྟེ། འོ་དེ་གས་དེ་ཐུགས་ལ་བཅངས་ཡང་དེ་གལ་ཆེན་པོ་རེད་དེ་འདྲ་ཡིན་ཙང་ད། བྱེད་འབྲེལ་ལས་ཚིག་དང་བྱ་བྱེད་ངོ་བོ་ཐ་དད་པ་གཉིས་དོན་གཅིག་ཡིན་པ་དང། བྱེད་མེད་ལས་ཚིག་དང་བྱ་བྱེད་ངོ་བོ་ཐ་མི་དད་པ་གཉིས་དོན་གཅིག་ཡིན་པ་དེ་ང་ཚོས་ཚོད་དཔག་བྱེད་ཐུབ་ཀྱི་ཡོད་རེད། དེ་ཐུགས་ལ་བཅངས་པའི་ཐོག་ནས་ད་དེ་རིང་ང་ཚོས་གཙོ་བོ་གཅིག་སྦྱང་ཡང་དེ། ཨ་ནི་བྱ་བའི་ཤུགས་རྐྱེན་ཐེབས་པ་དང་མ་ཐེབས་པའི་ཟེར་ཡག་གི་ད་རྣམ་གཞག་དེ་སྦྱང་ཡང་རེད། བྱ་བའི་ཤུགས་རྐྱེན་ཐེབས་པ་དང་མ་ཐེབས་པའི་རྣམ་གཞག་ཟེར་ཡག་དེ། ང་ང་རང་ད་མཐོང་རྒྱ་ཆུང་ཆུང་རེད་མ་གཏོགས། ཨ་ནི། ཨ་ལ་དོ་ཤི་རིན་པོ་ཆེ་གི་གཞུང་ལུགས་དེ་ལས་སླ་བ་ཅིག་དེའི་སྔོན་ལ་བྱ་བའི་ཤུགས་རྐྱེན་ཐེབས་པ་དང་མི་ཐེབས་པའི་བྱ་ཚིག་གསལ་བྱེད་ཀྱི་གོ་མྱོང་མེད། དེ་འདི་ཡིན་ཙང་ད་ང་རེ་གིས་ཐོག་མར་གོ་བ་དེ་ཨ་ལ་དོ་ཤི་རིན་པོ་ཆེ་གི་བྱ་ཚིག་ལ་ད་རྣམ་པར་དཔྱད་པ་ཤེས་བྱའི་རྣམ་དབང་སྤྱོད་པའི་རིགས་པའི་གྲུ་རྫིང་ཟེར་དེ་ཡང་དེ་ཡིན། དེའི་ནང་ལོགས་ལ་བྱ་བའི་ཤུགས་རྐྱེན་ཐེབས་པ་དང་མི་ཐེབས་པ་ཞེས་ནི་གཉིས་གསུངས་ཡོད་རེད། དེ་ག་རེད་ཟེར་དུས་ལས་སླ་པོ་ཞིག་བྱེད་ས་ཕལ་ཆེར་རེད་ཤག་བསམ་གི་འདུག་ག་རེ་བྱེད་ནས་ཟེར་དུས། བྱ་བའི་ཤུགས་རྐྱེན་ཐེབས་པ་དང་མི་ཐེབས་པ་ཟེར་དུས་བྱ་བ་གང་ཞིག་བྱེད་པའི་ཚེ། བྱེད་པ་པོ་དེ་གིས་བྱ་བ་གང་ཞིག་བྱེད་པ་དེའི་ཚེ། བྱ་བ་དེས་བྱ་བའི་ཡུལ་དེའི་སྒང་ལ་འཕོ་འགྱུར་གྱི་རྣམ་པ་ལེགས་དང་མ་ལེགས་ནམ་བཞག་བྱེད་པ་རེད་པ། ད་ང་ཚོས་ད་ཨ་ལ་དོ་ཤུགས་རིན་པོ་ཆེ་གིས་བྱ་ཡུལ་ཡུལ་ལ་ཡོད་པའི་བྱ་བ་ཟེར་ཡ་འགྲོ་བ་ཅིག་བཀག་ཡོད་རེད་དེ། ད་ཧི་ནས་ཁོལ་དུ་ཁོ་རང་བཀག་པ་རེད་མ་གཏོགས་ནམ་ཁྱེད་ཡོངས་གྲགས་ལ་ཡོད་རེད་བ། བྱ་བ་གང་ཞིག་བྱེད་པའི་ཚེ་བྱ་བའི་ཡུལ་ཡུལ་གྱི་ངོས་ནས་འཕོ་འགྱུར་འགྲོ་ངེས་དེ་ལ་བྱ་བའི་ཤུགས་རྐྱེན་ཐེབས་པ་དང། བྱ་བའི་ཡུལ་ཡུལ་གྱི་ངོས་ནས་འཕོ་འགྱུར་མ་འགྲོ་ངེས་དེ་ལ་བྱ་བའི་ཤུགས་རྐྱེན་མ་ཐེབས་པ། དཔེ་འདྲ་པོ་ཆགས་བཞག་ན། ཡི་གེ་བྲིས་ལྟ་བུ་ཅིག་ལ་ཆ་མཚོན་ན། དཔེར་ན་བོད་ཡིག་བྲིས་བོད་པའི་ཡིག་གཟུགས་བྲིས་ལྟ་བུ་ཅིག་ལ་ཆ་མཚོན་ན། ཡི་གེ་བྲིས་པ་དང་མཉམ་དུ་ཡི་གེའི་ངོས་ནས་འགྱུར་བ་ཅི་འགྲོ་བོ་ཡོད་རེད་པ། དེ་འདྲ་ཡིན་ཙང་བྱ་བའི་ཤུགས་རྐྱེན་ཐེབས་པ་རེད། ཤིང་བཅད་ལྟ་བུ་ཅིག་ལ་ཆ་མཚོན་པ་ཡིན་ན། ཨ་ནི། ལྕེ་ས་གི་གཞི་དེ། ལྕེ་ས་གི་གཞི་དེ་ཤིང་ཡིན་དུས་ཙམ་པ་ལ། དེ་འདྲའི་བྱས་ནས་ཤིང་གི་ངོས་ནས་ཡང་འཕོ་འགྱུར་གྱི་ལེགས་ཡོད་རེད་པ། གང་ཡིན་ཟེར་ན་འདིའི་གི་བྱ་བ་སྤྱོད་པའི་བྱ་བ་སྟ་རེ་འདེགས་འཇོག་བྱེད་པའི་གི་ནུས་པ་དེ་ལ་བརྟེན་ནས། བྱེད་པ་དེ་ལ་བརྟེན་ནས། བྱ་བའི་ཡུལ་ཤིང་གི་ངོས་ནས་འཕོ་འགྱུར་དང་ཤུགས་རྐྱེན་དང་གཡོ་འགུལ་གྱི་དང། དེ་ལ་བོད་ཀྱི་ཤུགས་རྐྱེན་ཞིག་གཏད་ཀྱི་ཡོད་རེད་བ། དེ་འདྲ་ཡིན་ཙང་ད་བྱ་བའི་བྱ་བའི་ཡུལ་ལ་ཡང་ཤུགས་རྐྱེན་གཏད་བས། བྱ་བའི་ཡུལ་ལ་ཤུགས་རྐྱེན་སྟེར་བས་བྱས་ནས། འོ་དེ་ལ་བྱས་ནས་ད་གང་ལྟར་ང་ཚོས་གནང་གྱི་འདུག་ས་ད་ལྟར་བ། དེ་ནས་ཡི་གེ་བྲིས་ཟེར་ཡང་འདྲ་བོ། ཤིང་གཅོད་ཟེར་ཡང་འདྲ་བོ། ད་ནང་བཞིན་གྱི།

ད་དེ་འདྲས་མ་ཡིན་པ་བྱས་ནས་དཔེར་ན་ཆག་ཤ་གི་ཡིན་ན་ད་གར་ཤོག་གོ་རེ་བས་ནས་མིག་གིས་ཨ་ནི་གཟུགས་ལ་བལྟ་བ། རྣ་བའི་སྒྲ་ལ་ཉན་པ། ཡིད་ཀྱིས་དོན་ལ་བསམ་པ། སྟོང་པ་ཉིད་བསྒོམ་པ། དེ་འདྲས་ཀྱི་སོགས་འདྲ་པོ་བྱས་ནས་ལབ་ཡིན་ན་དེ་ནས་གར་ཆག་འགྲོ་གི་རེད་ཟེར་དུས་རྩོམ་པ་ལ

རྣ་བའི་སྒྲ་ལ་ཉན། རྣ་བའི་ཞལ་ལ་ཉན་ཟེར་ཡང་འདྲ་བའི་བྱིན་རླབས་བྱ་བ་ཡིན། ཨ་ནི་དེ་དུས་སྐབས་ལ། ཉན་བྱ་ཞེས་དེ་དང་ཉན་བྱ་གི་སྒྲ་དེ་ལ་ཤུགས་རྐྱེན་ཐེབས་ཀྱི་མི་འདུག་བ། དེ་འདྲ་ཡིན་ཙང་བྱ་བའི་ཡུལ་ལ་ཤུགས་རྐྱེན་ཐེབས་པ་དང་མ་ཐེབས་པར་ཟད་དེ། དབྱེ་བ་དེ་དོན་འདྲའི་ཆེད་ནས་འཆད་དགོས་ཡོད་པ་འདྲ་ད་དེ་ཙམ་གྱིས་ཧ་གོ་ཚར་ན་བྱ་ཚིག་ག་འདྲས་ཀྱི་ཡིན་ནས་ཚུལ་ཁས་ཡོང་ནས་དེ་ལ་བྱ་བའི་ཡུལ་ལ་ཤུགས་རྐྱེན་ཐེབས་ཀྱི་འདུག་ཐེབས་ཀྱི་མི་འདུག་ད་ཡང་དེ་གལ་ཆེན་པོ་ཞིག་རེད། དུ་སྐྱེས་ནས་དུས་ལ་བཅངས་རོགས་གནང། ད་འདིའི་ནང་ལོགས་ལ་གནས་ཚུལ་གལ་ཆེན་པོ་གཅིག་ག་རེ་ཡོད་རེད་ལབ་ན། ཨ་ལ་དོ་བཞི་རིན་པོ་ཆེ་གིས་ཨ་ནི་འདི་གཅིག་གསུངས་ཡོད་རེད་ད། བྱ་བའི་ཡུལ་ལ་ཤུགས་རྐྱེན་ཐེབས་པ་དང་མ་ཐེབས་པའི་སྐད་ཆ་དེ་བཤད་ཡོང་དུས། བྱ་བའི་ཡུལ་ལ་ཤུགས་རྐྱེན་ག་ཚོད་རེད་མ་ཐེབས་པ་གི་ཡིན་པ་ཡིན་ན་དེ་ཡིག་གིས་ཨ་ནེ་རྦད་དེ་བྱ་བའི་ཡུལ་དེ་ལ་ཨ་ནེ་གར་བཟོ་དགོས་རེད་བས་ནི་ལ་སྟོན་ཐུབ་ཀྱི་རེད། བྱ་བའི་ཡུལ་ལ་ཤུགས་རྐྱེན་ཐེབས་པའི་རིགས་དེ་གའི་དེ་གིས་ཨ་ནེ་བྱ་བའི་ཡུལ་གྱི་སྟེང་ལ་ཨ་ནེ་ལ་སྟོན་ཐུབ་ཀྱི་མ་རེད་ཅེས་ནི་ད་དེ་གཅིག་གསུངས་ཡོད་རེད། བྱས་ཙང་ངས་འདི་ལ་པར་བརྒྱབ་ནས་བསྐུར་བ་ནང་བཞིན། བྱ་བའི་ཤུགས་རྐྱེན་ཐེབས་པའི་རྟུལ་ཞི་དང་བྱ་ཚིག་བར་ལ་ལ་སྟོན་གྱི་རྣམ་དབྱེ་མི་ཐོབ་ཅིང། བྱ་བའི་ཤུགས་རྐྱེན་མི་ཐེབས་པའི་བརྟུལ་གཞི་དང་བྱ་ཚིག་གི་བག་ལ་ལ་དོན་གྱི་རྣམ་དབྱེ་འཇོག་དགོས་པའི་ཁྱད་པར་འབྱེད་པའི་ཆེད་ཡིན། ད་འདི་ཁོང་གིས་གསུངས་པ་རེད། ད་འདི་ག་རེ་ཟེར་གྱི་ཡོད་རེད་ཟེར་དུས་ཙམ་པ་ལ་དཔེར་ན། ང་ཚོས་ཨ་འདྲས་རེད་ད། དེ་པར་དེ་ལ་ལ་དོན་ཐོབ་པ་དང་མ་ཐོབ་པ་ཟེར་དུས་རྩོམ་པ་ལ་ཨ་འགྲིག་ཅིག་ལ་ཟེར་གྱི་ཡོད་རེད། དཔེར་ན། སྐྲ་བྲེག་ཟེར་འདྲ་བོ་ཅིག་ལབ་པ་ཡིན་ན་ང་ཚོ་སྐྲ་བག་པ་ཟེར་གྱི་རེད་བ། ང་ཚོ་དགེ་འདུན་པ་དེ་གས་ཀྱི་སྐྲ་བག་པ། སྐྲ་བྲེག་པ་ཟེར་ཡག་འདྲ་བོ་ཅིག་ལབ་པ་ཡིན་ན། དེ་དུས་ཀ་ལ་སྐྲ་དང་བྲེག་པ་གཉིས་ཀྱི་པར་རུ་དེ་ལ་ལ་དོན་འགྲིག་གི་མི་འདུག་བ། སྐྲ་བྲེག་པ་ལབ་གི་རེད་མ་གཏོགས་སྐྲ་ལ་བྲེག་པ་ཟེར་ལབ་གི་མི་འདུག། ད་ནང་བཞིན་གྱི་གཟུགས་ལ་ལྟ་ལབ་ཀྱི་འདུག་གཟུགས་ལ་ལྟ་ལབ་འོང་དུས་ལ་ཅིག་ལབ་ཀྱི་འདུག་ད་དེ་ལ་དེ་ལབ་ནི་ག་ཅེ་ནི་གཅིག་ལ་ལ་ཡོད་པ་དང་གཅིག་ལ་ལ་མེད་པ་དེ་ག་རེ་རེད་ཟེར་དུས། ད་གཉིས་ཀ་ལོ། བྱ་བའི་ཡུལ་ཡིན་པ་ནི་གཅིག་པ་རེད་ཁ་ཤས་ཀྱིས་བྱ་བའི་ཡུལ་ལ་བྱེད་པ་ཆིག་རེད་བྱ་བའི་ཡུལ་ལ་བྱེད་པ་གང་ཡང་ཡོད་མ་རེད། སྐྲ་བྲེགས་པ་རེད་ག་རེ་བྲེགས་ཀྱི་ཡོད་རེད་སྐྲ་བྲེགས་པ་རེད། བལྟ་བ་རེད། ག་རེ་བལྟ་གི་ཡོད་རེད། གཟུགས་ལ་བལྟ་གི་ཡོད་རེད། དེ་འདྲའི་ཡིན་པ་ཡིན་དུས། བལྟ་བྱ་དེ་གཟུགས་རེད་དྲན་བྱ་དེ་སྐྲ་རེད། ཡིན་ཙང་གཉིས་ཀ་ལོག་བྱ་ཡོད་ཡོད་ཡིན་པ་གཅིག་པ་གཅིག་རྐྱང་རེད། ད་ཡིན་ན། སྐྲ་བྲེགས་ལ་གི་འདུག་སྐྲ་ལ་བྲེགས་ལ་གི་མི་འདུག། གཟུགས། ཡང་གཟུགས་ལ་བལྟ་ལ་གི་འདུག་མ་གཏོགས་གཟུགས་བལྟ་ལ་གི་མི་འདུག། ད་དེ་ག་ཅེ་ནི་རེད་ཟེར་བྱས་ནས་ལབ་ཡོང་དུས། ད་འདི་ལ་རྣ་བའི་གཉིས་པ་ཐོག་དང་མ་ཐོག་གི་གནས་ཚུལ་དེ་གླས་ཡོང་དུས་ད་ཨ་ལ་དོ་ཤི་རིན་པོ་ཆེ་གིས་གསུངས་པ་ཡིན་ན་ག་རེ་གསུངས་པ་རེད་ལགས་ན། ཨ་ནི། སྐྲ་བྲེགས་གི་ལ་དུས་བྱ་བའི་ཤུགས་རྐྱེན་ཐེབས་པ་རེད། བྱ་བའི་ཤུགས་རྐྱེན་ཐེབས་པ་ཡིན་དུས་རྩམ་པ་ལ་བྱ་བའི་ཤུགས་རྐྱེན་ཐེབས་པའི་དུས་ཤིག་གི་བྱ་བའི་ཡུལ་དེ་དང། བྱ་ཚིག་གཉིས་ཀྱི་བར་རོ་དེ་ལ་ཨ་ནི་ལ་དོན་གྱི་རྣམ་དབྱེ་ཐོག་གི་མ་རེད། སྐྲ་བྲེགས། ཤིང་གཅོད། ཨ་འདྲེ་ལབ་ནས་འགྲོ་གི་རེད། ཡིན་ན་ཡང། བྱ་བའི་ཤུགས་རྐྱེན་མི་ཐེབས་པའི་གི་རིགས་དེ་གས་དེ་ལ། དཔེར་ན་གཟུགས་ལ་ལྟ་སྒྲ་ལ་ཉན་ལབ་གི་ཡོད་པ་ན་ཞིག་བྱས་ནས། དཔེར་ན་གཟུགས་ལ་ལྟ་ཞེས་པ་དེ་གི་བྱ་བའི་ཤུགས་རྐྱེན་ཐེབས་པ་དེ་བྱ་བའི་ཡུལ་གི་གཟུགས་རེད། གཟུགས་དང་བྱ་ཚིག་ལྟ་བ་གཉིས་ཀྱི་བར་རུ་དེ་ལ་ལ་དོན་དྲིས་ནས་གཟུགས་ལ་ལྟ་ཞེས་ནས་ལབ་གི་རེད་མ་གཏོགས། ཨ་ནི་གཟུགས་ལྟ་འདྲ་བོ་ལབ་གི་མ་རེད། དེ་འདྲ་ཡིན་པ་ཡིན་དུས་ཨ་ནི་དེ་ལ་ཡང་གནའ་བའི་ལ་དོན་གྱི་ཁྲེས་ཐོབ་ཀྱི་ཡོད་རེད། ད་བྱས་ཙང་ལ་དོན་གྱི་ཁྲེས་ཐོག་དང་མ་ཐོག་བྱ་བའི་ཡུལ་དང་བྱ་བ་གཉིས་བར་དེ་ལ་ལ་དོན་གྱི་ཁྲེས་ཐོག་དང་མ་ཐོག་དེ་བྱ་བའི་ཤུགས་རྐྱེན་ཐེབས་དང་མ་ཐེབས་ཀྱི་ཐོག་ནས་འགྲོ་གི་ཡོད་རེད་བྱ་བའི་ཤུགས་རྐྱེན་ཐེབས་པ་ལ་ལ་དོན་མི་ཐོབ། བྱ་བའི་ཤུགས་རྐྱེན་མ་ཐེབས་པ་དེ་ལ་ཨ་ནི་ལ་དོན་ཐོབ་པ་ཡིན་ཅེས་ནི་ད་གང་ལྟར་འོ་ཨ་ལ་དོ་ཤེས་རིན་པོ་ཆེ་གི་འགྲེལ་བཤད་དེ་དུ་སྐྱབས་རྡོ་བ་ཞོ་སྦྲང་ཉི་ཤུ་རྩ་གསུམ་ལ་འོ་དེ་གས་དེའི་གནད་འགག་ཆེན་པོ་ཅི་རེད། ད་དེས་རྣམ་པ་ཐམས་ཅད་དུ་ཁས་ལེན་ཐུ་ཡོད་ཅེས་བཟོས་པས་མ་རེད་པས་ཅེ་ན་ད་དེ་ལ་དགོངས་པ་གཞན་མང་པོ་ཡོད་རེད། ད་སྤྱི་ཡོངས་ནས་ལ་དོན་ཕྲད་མཐོ་མ་མཐོ་ཟེར་ཏེ་དེ་འདྲའི་སྒྲ་སྤྱི་ལ་བཞག་ན་མ་གཏོགས། ད་ང་ཚོས་སྐད་ཆ་ནང་ལོགས་ལ་གསར་མ་ཞིག་བཏང་ད་དང་པོ་གཞུང་ལུགས་ལ་ཆེ་བ་ཞེ་དྲག་བྱེད་ཀྱི་ཡོད་མ་རེད། སྐད་ཡིག་སྦྱང་དགོས་རེད་པ་ང་ཚོ་དེ་བདག་སྤྲོད་སྦྱང་གི་ཡོད་པ་ཡིན་དུས་ནམ་རྒྱུན་གྱི་སྐད་ལ་ག་འདྲས་ཀྱི་འདུག་དེ་ལ་དོ་སྣང་གནང་དགོས་རེད། ཨ་ནི་བཞི་ནི་ཨ་ནི་གཞུང་ལུགས་དུ་བཟོ་ཁྲིད་ལ་བལྟ་དགོས་རེད། མཚམས་རེ་མཚམས་རེ་ལ། གཞུང་ལུགས་དུ་བཟོ་ནང་ལ་ཅིས་ལབ་ཡོད་བ་བྱས་ཡིན་ན་ཡང། རྒྱུན་ལྡན་གྱི་སྐད་ཡིག་ནང་ལོགས་ལ། ད་ལྟ་བོད་ཆོ་ལོག་ནས་བསྡད་ཡོད་ན་ད་དེའི་བསམ་བློ་བཏང་ཡ་རེད། ཨ་ནི། རྣམ་པ་ཐམས་ཅད་དུ་གཞུང་ལུགས་གཅིག་ནང་ལོགས་ལ་བཤད་པ་དེ་ཁས་ལེན་དགོས་ཡ་ཁྱེད་གཡོག་མ་རེད་པ། སྐད་ཡིག་དེ་བཙལ་ཏེ་རྒྱུན་ལྡན་གྱི་སྐད་ཆ་གི་ནང་ལོགས་ལ་ག་འདྲས་ཀྱི་བེད་སྤྱོད་བྱེད་ཀྱི་འདུག་དེ་ལ་དོ་སྣང་གནང་ཡ་དེ་གལ་ཆེན་པོ་ཡོད་རེད། དེ་འདྲས་ཡིན་ཙང་ད་ང་ཚོས་བསམ་བློ་ཞིག་བཏང་ད། སྐྲ་བགས་ལབ་གི་རེད་མ་གཏོགས་སྐྲ་ལ་བགས་ལབ་གི་མི་འདུག། དེ་ཡིག་དངོས་གནས་བདེན་པ་འདྲ་བོ་ཅི་ཡོད་རེད་ང་ཚོ་ཁ་སྐད་ནང་ལོགས་ལ་སྐྲ་བགས་ལབ་གི་རེད་བ། མ་གཏོགས་སྐྲ་ལ་བགས་ལབ་གི་མ་རེད། དེ་འདྲས་ཡིན་ན། ཤིང་བཅད་ལ་ཀྱི་རེད་བས་ཤིང་ལ་བཅད་ལ་ཀྱི་རེད། ལའང་འདུས། ཨོ། ཤིང་བཅད་ལ་ཀྱི་ཡོད་རེད་མ་གཏོགས་ཤིང་ལ་བཅད་ཟེར་ན་ང་ཚོ་ནམ་རྒྱུན་ཁ་ལས་ཁ་སྐད་ནང་ལ་ལབ་གི་མ་རེད། ཡི་གེ་བྲིས་ཡིག་ལ་ཀྱི་རེད་བས་ཟེར་དུས་ཡི་གེ་བྲིས་ཡིག་ལ་ཀྱི་རེད། མ་གཏོགས་ཡི་གེ་ལ་བྲིས་པ་ཡིན་ཟེར་ལབ་གི་མ་རེད། རེད་བ། དེ་འདྲའི་ས་གྲོགས་ཅིག་ཡོད་རེད་ད། ད་དེ་གས་དེ་ལ་བསམ་བློ་བཏང་བ་ན་ད་ལྟ་ཨ་ལགས་དོ་ཤི་རིན་པོ་ཆེ་གིས་གསུང་ཡ་དེ་ཤི་ར་བདེན་པོ་ཡོད་རེད་ཡི་གེ་བྲིས་ལ་གི་རེད་སྐྲ་བག་ལ་གི་རེད་ཤིང་བཅད་ལ་གི་རེད་ག་ཡིན་ཟེར་ན་དེ་གས་དེ་བྱ་བའི་ཤུགས་རྐྱེན་ཐེབས་པ་རེད་བྱ་བའི་ཤུགས་རྐྱེན་ཐེབས་པ་ཡིན་ཙང་ལ་དོན་གི་ཁྲེལ་ཐུག་གི་མ་རེད་གསུང་ཡ་དེ་ཧ་ཅང་གི་འཚམས་པོ་ཡོད་རེད། ད། དོགས་པ་ཅིག་ག་རེ་ཡོད་རེད་ལ་ན། ད་ག་རེ་བྱེད་དགོས་རེད་ཟེར་དུས།

ག་རེ་སྤྱད་པ་རེད་ཅེས་ཀྱང་བཀྲ་བར་ལྟ་བ་མཛེས་པའི་སྟངས་འཛིན་གྱི་སྒྲོ་འདོགས་དེར། དེ་སྤྱད་པར་བ། དེ་འདྲའི་ལག་འོང་དུས་དེ་ལ་ལག་བདེ་ཐོག་གུ་མི་འདུག་གང་ཡིན་ཟེར་ན་བྱ་བའི་ཤུགས་རྐྱེན་ཐེག་གི་ཡོད་རེད་བ། ད། དེ་འདྲའི་བརྩི་སྲུང་ལྡན་པ་འདྲ་པོ་ཅིག་ཡོད་རེད་དེ་ད་ང་ཚོ་ལྟ་དང་གཞོན་ཟེར་ཡ་འདྲ་པོ་ཅིག་ལ་བསམ་བློ་ཞིག་བཏང་ད། རྟ་ཟེར་ཡ་འདྲ་པོ་ཅིག་ལ་བསམ་བློ་བཏང་ན་བ་འུ་ཞྭ་ནཱ་རོ་ཞོན་ནང་ཞོན་ཟེར་ཡ་འདྲ་པོ་ཅིག་ལ་ཆ་མཚོན་ན། དཔེར་ན་ཆ་བཤད་ཀྱི་ཡིན་ན། རྟ་ཞོན་ལབ་ཀྱི་རེད་པས་རྟ་ལ་ཞོན་ལབ་ཀྱི་རེད། ད་དེ་ང་ཚོ་བསམ་བློ་བཏང་ཡ་ཅིག་མ་རེད་པས། སྐབས་གཅིག་ལ་རྟ་ལ་ཞོན་བྱེད་འགྲོ་ཟེར་ནས་ལབ་མ་ཆོག་བ་མེད་པ་འདྲ་བོ། སྐད་ཆ་ནང་ལོགས་ལ་གླས་ཀྱི་ཡོད་པ་འདྲ་བོ་ཅི་ཡོད་རེད། དེ་འདྲའི་ལབ་ཡོང་དུས། དེ་གས་དེ་ལ་ལ་དོན་ཐོག་གི་ཡོད་པ་འདྲ་བོ་འདུག་བ། དེ་ནས་ད་ག་ནང་བཞིན་གྱི་ཡང་སྐབས་གཅིག་ལ་ཡང་ང་རང་ཚོ་གི་གློག་བརྙན་ལྟ་ལབ་ཀྱི་རེད་བ། གློག་བརྙན་ལྟ་ཨང་སླ་བོ་འདི་རྩོམ་པ་བླངས། དེ་དུས་སྐབས་ལ། གློག་བརྙན་དེ། བྱ་བའི་ཡུལ་རེད། ལྟ་བ་དེ་བྱ་བ་རེད། བྱ་བའི་ཤུགས་རྐྱེན་ཐེབས་པ་དང་མ་ཐེབས་པ་གཉིས་ཀྱི་ནང་ལོགས་ལ་དཔྱད་པ་ཡིན་ན་བྱ་བའི་ཤུགས་རྐྱེན་མི་ཐེབས་པ་རེད། གཟུགས་ལ་ལྟ་སའི་ཡ་དེ་ཤུགས་རྐྱེན་མ་ཐེབས་པ་ཡིན་ན་གློག་བརྙན་ལྟ་སའི་ཡ་དེ་ཡང་ཤུགས་རྐྱེན་མ་ཐེབས་པ་ཡིན། བར་པ། རྟགས་གཟུགས་ལ་རྟགས་འོང་དེ་ཤུགས་རྐྱེན་ཐེག་འགྲོ་ངེས་གློག་བརྙན་རྟགས་འོང་དེ་རྩོམ་ལ་ཤུགས་རྐྱེན་ཁ་གསོ་བ་རེད་ཐེག་འགྲོ་ངེས་འདྲ་བོ་ཆགས་ཡ་ཤོས་མ་རེད། དེ་འདྲ་ཡིན་ཙང་གློག་བརྙན་རྟགས་གསལ་འདྲ་བོ་ཅིག་ཡིན་པ་ཡིན་ན། དེ་ལ་ཡ་བྱ་བའི་ཤུགས་རྐྱེན་མི་ཐེག་པ་རེད་ཏེ་ཡིན་ན་ཡང་དེ་ལ་རྣམ་དབྱེ། ལ་དོན་གྱི་ཕྲད་དེ་དང་པོ་མ་སྦྱར་བའི་བཟོ་འདྲ་བོ་ཅིག་ཡོད་རེད་པ། གློག་བརྙན་རྟགས་ལ་ཁུར་བ་ང་ཚོ་ལྟད་མོ་རྟགས་ལ་ཁུར་བ། ད་ཡིན་ན་ཡང་དེ་སྐད་དེ་ལ་ལ་དོན་དོན་ངོ་མ་ལ་ལ་དོན་ཐོབ་གི་ཡོད་རེད། ཡིན་ན་ཡང་ལ་དོན་བསྡུས་བཞག་གི་ཡོད་རེད་ཡིན་རྒྱུ་གློ་སྙིང་ལ་བལྟ། ལྟད་མོ་ལ་བལྟ། གཟིགས་མོ་ལ། གཟིགས་མོ་ལ་གཟིགས། ཟེར་གི་ཡོད་རེད་དེ། ཡིན་ན་ཡང་གཟིགས་མོ་གཟིགས་གློ་སྙིང་བལྟ་ལྟད་མོ་བལྟ་བྱས་ནས་དུ་ལབ་གི་ཡོད་རེད་ལབ་ཡིན་ན་ཡང་དེ་ལ་འགྲེལ་བཤད་བྱ་སྟངས་གཅིག་རེད་མ་གཏོགས། དོན་དངོས་ཀྱི་ཐོག་ལ་ཡང་དེ་སྐད་དེ་ལ་ཡང་དགོངས་པ་བཞེས་ཤུགས་ཆེན་པོ་ཡོད་རེད། ཕལ་ཆེར་ཕལ་ཆེར་ད་ད་ལྟ་འདི་ལ་ཞུ་བཞག་ན་གལ་ཁེལ་མི་འདུག་དེ་འདྲ་ཡིན་པ་ཡིན་ཙང། ཨ་ལགས་རྡོ་རྗེ་རིན་པོ་ཆེ་གིས་ད་ལྟ་གསུངས་པ་དེ། བདེན་པ་རེད་རྒྱུ་མཚན་ཡོད་རེད། སྐད་ཆ་ལ་གཞི་བཞག་པ་དང་མཁས་པ་ཆེན་པོས་གསུངས་ཡིན་ཙང། ད་དཔོན་ཁྲི་དག་གིས་གསུངས་ཡིན་ཙང་ཅི། ཚད་མ་ཡིན་དང་ཡིན། ད་ཡིན་ན་ཡང་སྐད་ཆ་གི་ནང་ལོགས་ལ་ཏན་ཏན་རང། ངས་བལྟ་ན། ཐམས་ཅད་བློ་ལ་ལ་དོན་ཐོབ་པ་དེ་གཅིག་པ་ཡིན་པ་འདྲ་པོ་བྱེད། དཔེར་ན། ཤིང་ལ་གཅོད་ཟེར་ཡག་གི་དོན་དག་དེ་ལ་ཡག། ཨ་ནི་ཤིང་ཤིང་གཅེས་བྱས་ནས་ལ་བསྡུས་བཞག་པ་འདྲ་པོ། དེ་འགྲིག་གི་རེད་བསམ་གི་འདུག་ཤིང་ལ་གཅོད་པར་བྱེད། ཨ་ནི། ཨ་ནི་རྣམ་མཁྱེན་ལ་དམིགས་པར་བྱེད། ཟེར་བ། ཨ་ནི་ག་ཟོ་རེད། ཨ་ནི། ཡུལ་ལ། སྟོང་པ་ཉིད་ལ་བསྒོམ་པར་བྱས། སྟོང་པ་ཉིད་ལ་བསྒོམ་པར་བྱས་ལ་འོང་དུས་ཡིན་རྒྱུ་སྟོང་ཉིད་བསྒོམ་པར་རེ་ཟེར་ཡང་འདྲ་བ་ཅི་ལ་ཡང་སྟོང་པ་ཉིད་ལ་བསྒོམ་པར་བྱས་ཟེར་ཡང་འདྲ་བ་དེ་ཚོ་ལ་དེ་སྐད་དུ་གདུལ་བྱ་བ་ཅིག་མ་གཏོགས། དོན་དངོས་ཀྱི་ཐོག་ལ་དེ་སྐད་ཐམས་ཅད་ལོག་གི་མཐའ་ལ་ལ་དོན། ཐོབ་གི་ཡོད་རེད་བསམ། ད་ངས་དེ་འདྲས་དྲན་གི་ཡོད་རེད། གང་ཡིན་ཟེར་ན་ད་དེ་གས་དེ་ལ་ད་ལྟ་ངས་ཁ་ཐུག་ཁ་ཐུག་དཔེ་ཆ་དེ་ཚོ་ལྟ་ཡ་བྱུང་མ་སོང་མ་གཏོགས་ང་ཚོ་གཞུང་ལུགས་འདུ་ཚོགས་ཀྱི་ནང་ལོགས་ལ་ཡང་དེ་འདྲས་ཀྱི་ལ་ཐོབ་ཡོད་ཀྱི་དཔེར་བརྗོད་དེ་མའང་འདྲ་པོ་ཅི་འདུག། དེ་འདྲས་ཡིན་ཚུལ་དོན་ངོ་མེད་ཀྱི་ཐོག་ལ་ལ་ཐོབ་ཀྱི་ཡོད་པ་འདྲ་པོ་ཅི་འདུག་སྟེ། ད་ཡིན་ན་ཡང་ད་ལྟ་ང་ཚོ་འདི་འདྲའི་གི་མགོ་འཁྲུག་པོ་ཞིག་པོ་ཅི་བྱེད་མི་གོ་བ་བྱེད་ནས། ཡོངས་གྲགས་ཀྱི་སྐད་ཆའི་གི་ནང་ལོགས་ལ་བེད་སྤྱོད་ཡོད་ངེས་དབང་དུ་བྱས་ནས་འགྲོ་བཞག་ན། ད་ནི་ཨ་ལ་དོ་ཤི་རིན་པོ་ཆེ་གི་གསུང་ཡན་ད་ག་རང་བདེན་པ་བརྩི་ནས་འགྲོ་བཞག་ན་ཡག་ག་འདྲ་བྱེད། བྱ་བའི་ཤུགས་རྐྱེན་མ་ཐེབས་པ་ཡིན་པའི་ཞུ་གུ་དེ་ལ་ཡ། ཨ་ནི་གར་སོ་གོ་རེད་དེ་ལ་ལ་དོན་གི་ཁྲེད་ཐོབ་གི་ཡོད་པ་དང། བྱ་བའི་ཤུགས་རྐྱེན་ཐེབས་པའི་ཞུ་གུ་དེ་ལ་དེ་ལ་ལ་དོན་གི་ཁྲེད་ཨ་ནི་ཐོབ་གི་མེད་པ། ཨོ་དེ་འདྲའི་བྱས་ནས་ཕར་ཅིག་འགྲོ་བཞག་ན་ཨ་ནི་ཡང་གསལ་པོ་འདྲ་བོ་ཆེ་ཆགས་ཡ་རེ་བ་ཡོད་རེད་བསམ། ད་དེ་འདྲའི་དྲན་གི་འདུག། ཡིན་ན་ཡང་དེ་ལ་རྣམ་པ་ཐམས་ཅད་དུ་བརྒྱ་ཆ་བརྒྱ་བལྟམས་པ། ཡིད་ཆེས་མ་གནང་བ་བྱས་ནས་ཡང་མེད་ན་ཆགས་འཇོག་མ་བྱས་པ་བྱས་ནས་ཡང་མེད་ན་ད་ག་ཟེ་ཅིག་དེ་ལ་འབད། མིག་བཙུམ་ནས་ཡིད་ཆེས་མ་བྱས་པ་བྱས་ནས། བྱས་པ་ན་ཡང་གི་གནས་ཚུལ་ཡང་དེ་འདྲའི་འདུག་གང་ལྟར། བྱ་བའི་ཤུགས་རྐྱེན་ཐེབས་པ་དང་མ་ཐེབས་པ་གི་རྣམ་གཞག་ཟེར་བསྡད་ཡ་དེ། རབ་ཚེ་སྐྱིད་ཧ་གོ་བ་ཡིན་ན་དེ་ཡང་གནད་འགག་ཆེན་པོ་རེད་བསམ་གི་འདུག་དེ། རབ་ཚེ་སྐྱིད་ཞུས། དེ་ནས་དེ་ཞུ་བོ་དེ་ལ་ཡང། ད། གཙོ་གཅིག་གི་བྱ་བ་དང་གཙོ་མེད་ཀྱི་བྱ་བ་ཟེར་གི་ད་བྱ་བ་དེ་ལ་ཡང་རིགས་མི་འདྲ་བ་གཉིས་པ་དེ་གཙོ་ཆེ་དང་གཙོ་མེད་ཀྱི་བྱ་བ་དེ་རེད་བསམ་གི་འདུག་ད་གཙོ་བྱས་ཀྱི་བྱ་བ་དང་གཙོ་མེད་ཀྱི་བྱ་བ་ཟེར་ཡ་དེ་ག་འདྲའི་བྱེད་ལ་བརྩི་གི་རེད་ལབ་པ་ཡིན་ན། ད་ང་ཚོ་བྱ་ཚིག་ལ་ཕར་ལྟ་ག་འགྲོ་བ་ཡིན་ན། ཨ་ནི། ང་ཚོ་ག་འདྲའི་བྱེད་མཐོང་ཐུབ་པ་རེད་ལབ་ན་བྱ་བ་ཅིག་བྱེད་ཀྱི་ཡོད་པ་གང་ཤེས་ལ་ཡ། བྱ་བ་དེ། ཨ་ནི་གར་ཤོར་བ་རེད་བས་ནི།

སྟོང་ཉིད་དག་ན་ཞིག་གི། དེ་སྐད་ཀྱི་བྱ་ཚིག་དེ་སྐད་ལས་བལྟ་ཡོང་ན། བྱེད་པ་པོ་གཅིག་གི་རྩོལ་བ་ཡོད་པའི་གཏིང་ནས་བྱེད་ཀྱི་ཡོད་པའི་རྣམ་པ་ཅིག་ང་ཚོ་ལ་མཐོང་ཐུབ་ཀྱི་ཡོད་རེད། དེ་འདྲ་ཡིན་ཙང་དེ་སྐད་དེ་ལ་ཡང་རྩོལ་བྱེད་ཀྱི་བྱ་བ་ཟེར་གྱི་ཡོད་རེད། ད་རྩོལ་མེད་ཀྱི་བྱ་བ་ཟེར་དུས་ཙམ་པ་ལ་ག་འདྲས་བྱེད་ལ་ཟེར་གི་ཡོད་རེད་ཟེར་ན། བྱ་བ་གང་ཞིག་བྱེད་པ་གཅིག་ལ་ཡང། དེ་ལ་ཡང་བྱེད་པ་པོ་གཅིག་གི་རྩོལ་བ་བྱས་ནས་རྩོལ་བ་བྱས་ནས་རྐང་བཙུགས་ནས་བྱེད་ཀྱི་ཡོད་པའི་རྣམ་པ་ཅིག་མ་ཡིན་པ། དེ་འདྲས་བྱེད་ཡོད་རེད།

བྱ་བ་ཅི་ཡོད་རེད་ཟེར་ན་བྱ་བ་ཅི་ཡོད་རེད། བྱ་ཡུལ་ཡུལ་ཅི་ཡོད་རེད་ཟེར་ན་བྱ་ཡུལ་ཡུལ་ཅི་ཡོད་རེད། ཡིན་ན་ཡང་དེ་འདྲ་བའི་དེ་ལ་ཨ་ནེ་པད་དེབ། ཨ་ནེ། གང་ཟག་གཅིག་གི་རྩོལ་བ་བྱས་པའི་ཐོག་ནས་བྱས་པའི་རྣམ་པ་ཅིག་མ་ཡིན་པར་ཁོ་ལ་གནས་ཚུལ་དེ་བྱུང་བཞག་པའི་རྣམ་པ་ཅིག་ཡོད་རེད། ད་ཁོ་ཡིས་ཁོ་ཡི་མཐོང་བཞག་ཟིན། ལྟ་བ་དང་མཐོང་བ་གཉིས་ཁ་ཁ་ཁ་ཁ་ཞུ་རུ་བ་རུ་བ་མ་རེད། ཨིན་ཇི་ནང་ལོགས་ལ་ཡང་དཔེར་ན། to look and to see ཞེས་གཉིས་པའི look དང see གཉིས་པའི་ཁྱད་པར་ཞེ་དྲག་ཡོད་རེད། ང་ཚོ་བོད་སྐད་ནང་ལོགས་ལ་ཡང། ཨ་ནི་མཐོང་བ་དང་ལྟ་བ་གཉིས་ལ་ཁྱད་པར་ཞེ་དྲག་ཡོད་རེད། ངས་ལྟ་ཡིན་ཏེ་མཐོང་མ་སོང། ངས་མཐོང་སོང་རྐང་བཙུགས་ནས་ལྟ་མེད། ད་འདི་ལ་ཁྱད་པར་ཞིབ་པོ་འདུག་ཨ། ལྟ་བ་དང་མཐོང་བ་གཉིས་ལ། འོ་དེ་འདྲ་ཡིན་པ་ཡིན་དུས་རྩོམ་པ་ལ། ཨ་ནི། ཉི་མ་འདི་འདྲས་ཅིག་བཤད་ཀྱི་ཡོད་རེད། ཨ་ནི། ཉན་པ་དང། ད་ཐོས་པ་ཉིད་ལས་ཁྱད་པར་ཡོད་དེ་གོ་བ་ཉིད་ལ། ད་གོ་བ་དང་ཐོས་པ་གཉིས་དོན་དུ་གཅིག་པར་བ། ད་མི་གཅིག་བླ་རྒན་གཅིག་ལ་ཡང། ད་ག་དུས་ཡིན་ན་ཡང་ཁོ་ལ་ཡང་ཁ་དང་ངས་དེ་འདྲས་འདུག་རྒྱབ་ལ་རྒྱབ་བཤད་ཀྱང་ངས་མང་པོ་ཞུ་ཅི་འདུག་བྱས་ནས་ད་ཁོང་གིས་དེ་འདྲས་བྱས་ད་ཐོས་པ་ཡིན་པ་འདྲ། ཐོས་པ་ཡིན་དུས་རྩོམ་པ་ལ་ལྟ་ཁུང་གི་བི་ཡས་དགོན་པའི་སྒྲིག་འཛུགས་ཀྱི་ལས་ཁུངས་ནང་ལ་ཡར་ཕྱིན་བྱས་ནས་ད་སྔ་ལབ་པའི་བླ་རྒན་རྒན་འཁོགས་བཅའ་འོང་དུས་ཁ་བཏང་ངེས་དང་སྤྱོད་འཇུག་བྱེད་ངེས་ཞེ་དྲག་འདུག་རྒྱབ་བཤད་ཞུ་བརྒྱག་འོང་དུས་བླ་རྒན་སེམས་པ་ཞེ་དྲག་བདེ་བོ་མི་འདུག་དེ་འདྲ་ཡིན་ཙང་ད་རྒྱབ་ལ་རྒྱབ་བཤད་རྒྱག་ངེས་ད་སྔ་ལབ་པའི་སྤྱོད་འཇུག་བྱས་དེ་ངེས་དུ་བཟོ་གྲལ་ནས།

ཡང་ཉན་བསྡད་པ་ཡིན་ན་ཆོག་ཡག་པོ་མ་རེད། དེ་ལས་ཏང་ནང་ལོགས་ཡར་ཞུགས་ནས་ཡག་གི་རེད་ཨ་ནི་ཕྱི་ལོགས་ཀྱི་དཀྲོག་གཏམ་དེ་ཚོ་དེ་ལ་ཉན་མ་འདས་སྨྲ་སེང་རོ་ནང་སྨྲ་སེང་རོ་ནང་ཟེར་བྱས་ནས་དེ་ཞུས་པ་ཡིན་པ་རེད་དེ་དུས་ཨ་ལགས་གན་དེ་གི་སོང་ཡ་ལ་ངས་ཉན་མེད་ངས་ཉན་མེད་ཡིན་ན་ཡང་ཨ་མཆོག་ནང་ལ་ཡང་གོ་འདྲ་ཞིག་ཡོང་གི་ཨ་མཆོག་ནང་ལ་གོ་ཡོང་གི་ཨོ་ཐུག་སོང་པ་རེད་ས་ད་འདི་ག་རེ་ཟེར་གོ་རེ་ཟེར་དུས་ཉན་པ་ཟེར་དེ་གཙོ་ཆེ་གི་བྱ་བ་དང་ཨ་ནི། ཐོས་པ་ཟད་དེ་རྩོལ་མེད་ཀྱི་བྱ་བ་ཟད་ཅིག། འོ་དུ་སུ་བྱས་ནས་ང་ཚོ་ཁོ་ཐུག་ཏུ་ཨ། ད་འདི་ཁོ་ཐུག་པ་ཡིན་དུས། ཨ་དེ་འདི་ཡིན་དུས་ད་རྩོལ་བཅས་ཀྱི་བྱ་བ་དང་རྩོལ་མེད་ཀྱི་བྱ་བ་གཉིས་པ་རུ་དེ་ལ་ཁྱད་པར་དང་རྩོལ་བཅས་ཀྱི་བྱ་བ་དང་བྱེད་འབྲེལ་ལས་ཚིག་གཉིས་པ་རུ་དེ་ལ་ཡང་ཁྱད་པར་ཡོད་རེད། རྩོལ་བཅས་ཀྱི་བྱ་བ་ཡིན་ན་བྱེད་འབྲེལ་ལས་ཚིག་ཡིན་པའི་ཆ་ཁུ་མ་རེད་བྱེད་འབྲེལ་ལས་ཚིག་ཡིན་ན་རྩོལ་བཅས་ཀྱི་བྱ་བ་ཡིན་པའི་ཆ་ཁུ་མ་རེད། ཆ་ཁུ་མེད་པ་ཡིན་དུས་ཙམ་པ་ལ་རྩོལ་བཅས་ཀྱི་བྱ་བ་དང་བྱེད་འབྲེལ་ལས་ཚིག་གཉིས་ལ་མུ་བཞི་ཡོད་རེད། ད་མུ་བཞི་ཡོད་ཡ་གི་ད་ངེད་ཀྱིས་མུ་བཞི་པོ་དེ་གཅིག་བྲིས་པ་ཡིན་ན།

དེ་འདྲི་ཡིན་པས་ཡིན་དུས་གཙོ་བྱས་ཀྱི་བྱ་བ་ཡིན་ན་བྱེད་འབྲེལ་ལས་ཚིག་ཡིན་པས་མ་ཁྱབ། འགྲོ་དང་བསྡད་དང་བཞུགས་དང་ལངས་དང་བསྐྱོད་དང་དེ་སོགས་ཆོས་ཅན། དག་སྣང་ཤེས་གི་དང། བྱེད་འབྲེལ་ལས་ཚིག་ཡིན་ན་ཨ་ནི་གཙོ་བྱས་ཀྱི་བྱ་བ་ཡིན་པས་ཁྱབ་གི་རེད་བས་ལབ་ཡིན་ན། བྱེད་འབྲེལ་ལས་ཚིག་ཡིན་ན་གཙོ་བྱས་ཀྱི་བྱ་བ་ཡིན་པས་ཡང་ཁྱབ་གི་ཡོད་མ་རེད། དཔེ་འདྲ་བོ་ཆགས་བཞག་ཡིན་ན་ད་གིན་ང་ཚོ་ལ་ཡ་གི།

གང་ཡིན་ཟེར་ན་མཐོང་བ། སུས་མཐོང་བ་རེད། ངས་མཐོང་བ་རེད། ག་རེ་མཐོང་བ་རེད། ལྟད་མོ་གཅིག་མཐོང་བ་རེད། རི་བོང་གཅིག་མཐོང་བ་རེད། ཙི་ཙི་མཐོང་བ་རེད། བྱ་བའི་ཡུལ་དང། བྱེད་པ་པོ་ལོ་ཧ་དུ་བ། དེ་འདྲ་ཡིན་ཙང་མཐོང་བ་དང་ཐོས་པ་དང་སྣང་བ་དེ་གས་དེ། བྱེད་འབྲེལ་ལས་ཚིག་དང་བྱེད་མེད་ལས་ཚིག་གཉིས་སུ་ཕྱེ་བས་བྱེད་འབྲེལ་ལས་ཚིག་རེད། གཙོ་ཆེ་དང་གཙོ་མེད་གཉིས་སྣ་ལོ་ལས་འོངས་ཏེ་གཙོ་མེད་ཀྱི་བྱ་བ་ཆགས་འགྲོ་གི་ཡོད་རེད། ད་དེའི་ཁྱད་པར་དེ་ཤེས་པ་ཡིན་ན་ཁེ་བཟང་ཞེ་པོ་སྐྱེ་བ་རེད་ཁེ་བཟང་ཞེ་པོ་སྐྱེ་བ་རེད། ག་རེ་ཡོད་རེད་ཟེར་དུས།

མཐོང་བའང་ཟད་དེ་ལ་སྐུ་ཚེ་ག་འདྲས་ཐོབ་པ་རེད་མཐོང་ཤིག་མཐོང་ཤིག་ལག་རེད་བས། རེད་བས། གོ་ཤིག་གོ་ཤིག་ཟླ་བ་ལག་རེད་བས་ལག་མ་རེད། ཉོན་ཅིག་ལག་རེད། ལྟོས་ཤིག་ལག་རེད་མ་གཏོགས། ཉན་པ་ལ། སྐུ་ཚེ་ཡོད་རེད་མ་གཏོགས། ཨ་ནི། ཐོས་པ་ལ། སྐུ་ཚེ་ཡོད་མ་རེད། གོ་བ་ལ་སྐུ་ཚིག་ཡོད་མ་རེད། མཐོང་བ་ལ་སྐུ་ཚིག་ཡོད་མ་རེད། ཡིན་ན་ཡང་བྱེད་འབྲེལ་ལས་ཚིག་རེད། བྱེད་འབྲེལ་ལས་ཚིག་ཡིན་ན་ཁྱོད་ལ་སྐུ་ཚིག་ཐོབ་པའི་ཆ་དགུ་མ་རེད་ད་ཏིང་ངེ་པར་དུ་མཁྱེན་དགོས་རེད། ཧ་ལས་པ་གལ་ཆེན་པོ་རེད། བྱེད་འབྲེལ་ལས་ཚིག་ཡིན་ན་ཁྱོད་ལ་སྐུ་ཚིག་ཐོབ་པའི་ཆ་དགུ་མ་རེད་གང་ཡིན་ཟེར་ན་བྱེད་འབྲེལ་ལས་ཚིག་ནི་རྩོད་མེད་ཀྱི་བྱ་བ་ཡིན་ཏེ་ངས་དེ་ལ་སྐུ་ཚིག་ཡོད་མ་རེད།

སྐུལ་ཚིག་ཐོབ་པ་ཡིན། རྩོད་བྱེད་ཀྱི་བྱ་བ་དེ་བྱེད་མེད་ལས་ཚིག་ཡེ་ནས་སྐུལ་ཚིག་ཐོབ་པ་ཡིན། དཔེར་ན། འགྲོ་དང་བསྡད་དང་བཞུགས་དང་ལངས་དང་བཞེངས་དང་ལྟ་བུ་ཆོས་ཅན། ཨ་ནི། རྩོད་མེད་ཀྱི་བྱ་བ་ཡིན་ན་བྱེད་འབྲེལ་ལས་ཚིག་ཡིན་ན་ཡང་སྐུལ་ཚིག་མ་ཐོབ། དཔེར་ན། ཨ་ནི། མཐོང་དང་ཐོས་དང་སྣང་ལྟ་བུ་དེ་སྐད་དེ་རེད་ཅེས་ནས། འོ་ད་འདི་ལ་ངེས་པར་དུ་ཤིང་བརྒྱད་ཅེས་ལ་ཡང་སྐུལ་ཚིག་ཐོབ་དང་མ་ཐོབ་ཀྱི་གནས་ཚུལ་དེ་ཡང་སྐབས་འདི་ལ་འབྲེལ་བ་ཆེན་པོ་ཆགས་ཀྱི་ཡོད་རེད། ཨོ་དེ་འདྲ་ཞིག་རེད། དེ་འདྲ་དག་ནང་བཞིན་བྱས་ནས་ད་དེའི་ཧ་གོ་ཚར་བའི་ཞུ་སྐུལ་དེ་ལ། རྩོད་མེད་ཀྱི་བྱ་བ་དང། བྱེད་མེད་ལས་ཚིག་གཉིས་ལ་བྱེད་པ་ཡོད་པ་དེ་གསལ་བོ་རེད་བ། ཨོ་དེ་གས་དེའི་ཐུགས་ལ་ཆགས་ཡང་བྱས་ནས། གང་ལྟར་བྱེད་མེད་ལས་ཚིག་ཡིན་ན་རྩོད་མེད་ཡིན་པས་ཁྱབ་ཀྱི་ཡོད་མ་རེད་འགྲོ་དང་བསྡད་དང་བཞུགས་ལ་སོགས་པ་བྱས། ཨ་དེ་འདྲ་ཞིག་ཆགས་ཀྱི་ཡོད་རེད། ད་ནང་བཞིན་གྱི་རྩོད་མེད་ཀྱི་བྱ་བ་ཡིན་ཚར་བའི་ཞུ་སྐུལ་དེ་ལ་ཡང་བྱེད་མི་ལས་རྩེ་ཡིན་པའི་ཁྱབ་ཁོལ་ཡོད་མ་རེད། དཔེར་ན། ཨ་ནི། མཐོང་དང། ཐོས་དང། སྣང་ལ་སོགས་པ་ཆོས་ཅན། ཅན་དེ་དག། སྔོན་མའི་གི་མུ་བཞི་དེ་ཤིང་ཚར་ན་ད་ལྟའི་མུ་བཞི་དེ་ལས་སླ་པོ་འདྲ་པོ་ཅི་རེད། ད་ལྟ་འདི་ལ་གནད་འགག་འདི་ལ་གལ་ཆེ་ཤོས་ནང་གི་ཆེ་ཤོས་དེ་ག་རེ་རེད་ཟེར་དུས། ཨ་ནི། སྐུ་ཚེ་ཐོག་དང་མ་ཐོག་གི་མཚམས་དེ་དེ་འདྲའི་ཆེ་ནས་ཡོད་བ་ཆེ་ཡ་རེད། ད། འདི་ཉམས་རྟོགས་ལ་ཡ། ཁའི་མགོ་ཡ་གཅིག་ལ། ད་གིན་ང་ཚོ་ལ་དོན་གྱི་ཁྲལ་ཐོབ་དང་མ་ཐོབ་གནས་ཚུལ་དེ་ཞུས་ཚར་རེད་བ། བྱ་བའི་ཤུགས་རྐྱེན་ནས་ཁར་སོ་གོ་རེད་བས་ནས་འཐད་པ་དེ་གས་དེ་ལ་ལ་དོན་གྱི་ཁྲལ་མ་ཐོབ་བ་དང། བྱ་བའི་གྱི་ཤུགས་རྐྱེན་ནས་ཁར་སོ་གོ་རེད་མི་འཐད་པ་དེ་གས་དེ་ལ་ལ་དོན་གྱི་ཁྲལ་ཐོབ་བ་བྱས་ནས་དེ་ཞུས། ད་ལྟ་དེ་ལ་སྐུ་ཚིགས་ཐོབ་དང་མ་ཐོབ་གྱི་རྣམ་བཞག་དེ་ལས་ཡོང་དུས། གཙོ་བྱས་གྱི་བྱ་བ་དེ་གས་དེ་ལ་སྐུ་ཚིགས་ཐོབ་བ་དང་གཙོ་མེད་གྱི་བྱ་བ་དེ་གས་དེ་ལ་སྐུ་ཚིགས་མ་ཐོབ་བ་དེ་ཞུས། ད་འདི་ལ་ཡང་བྱེད་སྒྲ་ཐོགས་དང་མ་ཐོགས་ཀྱི་གནས་ཚུལ་ཅི་ཡོད་རེད། ད་དེ་ཕལ་ཆེར་ཕལ་ཆེར་ཡོངས་གྲགས་ཀྱི་བཤད་སྟངས་དེ་ཕལ་ཆེར་འགྲིག་གི་མེད་པའི་འགྲིག་གི་ཡོད་པའི་ཚོད་དྲག་ཅི་ཡོད་རེད། བྱེད་འབྲེལ་ལས་ཚིག་ཡིན་ཚར་བའི་ཞུ་སྒོ་དེ་ལ་ཁོ་ལ་ནི་གར་ཞུ་རོལ་བས་ནི། བྱེད་སྒྲ་ཐོབ་བསྡད་ངེས། བྱེད་མེད་ལས་ལས་ཚིག་ཡིན་ཚར་བའི་ཞུ་སྒོ་དེ་ལ་ཁོ་ལ་བྱེད་སྒྲ་རྩ་བ་ཉིད་ནས་ཐོགས་ཀྱི་མེད་པའི་ཚོད་དྲག་པོ་ཅི། འོ་དེ་འདྲས་ཀྱི་བྱས་པ་ཅི་འདུག། དཔེར་ན་དཔེར་ན་ཆ་བཞག་ན། ཨ་ནི། ལྟ་བ། མཐོང་བ། གཟིགས་པ། སྤྱད་པ། ཟ་བ། འཐུང་བ། ད་གས་དེ་ཚང་མ་ལ་བྱེད་འབྲེལ་རེད་བ། བྱེད་འབྲེལ་ཡིན་པ་ཡིན་དུས་ཙམ་པ་ལ་དེ་ལ་བྱེད་པ་པོ་ཅིག་ཡོད་སོང་ན་དེ་འདྲ་བའི་བྱེད་པ་པོ་དེ་ལ་བྱེད་སྒྲ་སྦྱར་དགོས་ཀྱི་ཡོད་བ། དཔེར་ན། ང་ཟ་གི་ཡོད་ལགས་ཀྱི་མ་རེད་བ། ད་དེ་ཟ། ལྷས་ས་དེ་ཟ་ཡང་དེ་ལ་སྐྱོན་ཅི་ཡོད་རེད། ང་བྱེད་ཀྱི་ཡོད་ཟེར་རེད་འདྲ་བོ་ལབ་ཀྱི་རེད། ང་སློབ་སྦྱོང་བྱེད་ཀྱི་ཡོད་ད་ཟེར། ངས་སློབ་སྦྱོང་བྱེད་ཀྱི་ཡོད་ད་ཟེར་ཁོ་ཚོ་ལབ་ཐུབ་མི་འདུག་མཚམས་མཚམས། ད་དེ་གལ་ཏེ་ཁོ་རང་ཚོའི་ཞན་ཆ་རེད། གང་ལྟར་ངས་སློབ་སྦྱོང་བྱེད་ཀྱི་ཡོད་ཅེས་ནས་བྱེད་སྒྲ་རྒྱག་དགོས་ཡ་ངས་ཟ་གི་ཡོད། ཁོང་གིས་ཨ་ནི་བཅད་ཀྱི་འདུག། ཁོང་མོའི་བསླབ་གི་འདུག་བྱམས་པ་ཡིས་སྦྱང་གི་འདུག་ཟེར་ནས་ཡིན་གཅིག་མིན་གཅིག་ཚང་མ་ལོག་ལ་བྱེད་ར་ཁྲིད་དགོས་བར་བྱ་བ་པོ་དེ་ལ། ཁྲིད་དགོས་པའི་རྒྱུ་མཚན་གང་རེད་ཟེར་ན། འོ་གི་བྱ་བ་དེ་གས་དེ་བྱེད་འདོད་ལས་ཚིག་རེད་བ། འོ་གི། བྱ་བ་དེ་གས་དེ་བྱེད་འདོད་ལས་ཚིག་ཡིན་རྩ་བའི་ཞུ་དགོས་དེ་ལ་ཁྲིད་ཀྱི་བྱེད་པ་པོ་དེ་ལ་ཡིན་གཅིག་མིན་གཅིག་བྱེད་ར་རྒྱག་དགོས་རེད།

ད་གཞན་ཟེར་མཁན་དེ་ལ་ཡང་བྱེད་འབྲེལ་ལས་ཚིག་ལ་འགྲོ་ཡ་ཅི་ཡོད་དང། གཙུག་ལག་ཁང་གཞན་གསལ་ཡག་གི་གཞན་དེ་ཡིན་ན་བྱེད་འབྲེལ་ལས་ཚིག་རེད་བ། ཡ་ལམ་བེ་གི་ཞེ་ས་ལ་གཞན་དེ་ཡིན་ན་བྱེད་མེད་ལས་ཚིག་རེད། བླ་མ་བླ་མ་ཡ་གཞན་ཞག་ཨཱས་ལ་གི་རེད། དེ་དུས་ཡ་ལམ་བར་ཟེར་བར། བླ་མེད་ཀྱི་གཙུག་ལག་ཁང་དེ་གཞན་བ་རེད་ལ་དུས་དེ་དུས་བྱེད་སྒྲ་འཁྲབ་དགོས་རེད་གང་ཡིན་ཟེར་ན་དེ་དུས་ཀ་ལ་གཞན་དེ་བྱེད་བྱེད་འབྲེལ་ཆགས་ས་རེད། གོ་གོ་གོ་གོ་ཨ་ལོ་ཧ་རེད་བ། ཡ་ལམ་ཟེར་ཡ་དེ་དང་སྲ་བ་བཟོས་ཟེར་ཡ་གཉིས་ཀྱི་དོན་དག་ལོ་ཧ་རེད། ཨོ་ཡ་དེ་འདྲས་རེད། དག་ན་ཤིང་གི་རྟ་འདེད་པ་དང་བསླང་བ་དང་འགྲོ་བ་དེ་གས་ཡོངས་སུ་རྫོགས་པའི་ཀྱི་བྱེད་པ་པོ་གི་མཐའ་དེ་ལ་བྱེད་ར་རྩ་བ་ཨ་ནི་ཐོག་གུ་མ་རེ་ང་འགྲོ་བ་བཀྲ་ཤིས་འགྲོ་བ་བྱམས་པ་འགྲོ་བ་ལ་གི་རི་མ་གཏོགས་ངའི་གྲོགས་གོ་ས་ལ་གུ་མ་རེ། ད་དེ་ཡང་ལྷས་ས་དེ་ཚོ་ངའི་ཕྱི་མགོ་ཡིན་ན་ཅིག་སིག་རེད་ད་དེ་ཚོ་མ་དག་པ་རེད་ཁོ་རང་ཚོ་གི་སྐད་གི་ཞན་ཆ་རེ་མ་གཏོགས་ད་དེ་དམིགས་བསལ་བཏང་ས་སི་ཁེ་ཡོད་མ་རེད་ཁོ་འགྲོ་སྟངས་ཅིག་གི་ཐོག་ནས་འགྲོ་གི་བ་རེད་ཁོ་རང་ཚོ་གི་ནས་སྐད་གི་ནོར་འཁྲུལ་རེད། སོ་སོ་སོའི་ཆོ་ག་གསུམ་པོ་སོ་སོ་སོ་ལ་སྐད་ཀྱི་ནོར་འཁྲུལ་ཡོད་རེད། དཔེར་ན་ཁམས་པ་དོ་ཚོ་ནི་ངེད་ཀྱི་བྱེད་པོ་ལ་ཡང་འགྲོ་བ་ལགས་རེད་ངེད་ཡང་ལབ་ད་འདུག་ཁྱེད་ཡང་ལབ་ནི་ད་དོ་ཚོ་འདི་སོ་སོ་སོ་སྐད་ཀྱི་ནོར་འཁྲུལ་རེད་མ་གཏོགས་ང་འགྲོ་གོ་ཨ་ནི་ཁོང་འགྲོ་གི་རེད་ཨ་ནི་བླ་མ་ཕེབས་ཀྱི་རེད་ལབ་རེད་མ་གཏོགས་བླ་མས་ཕེབས་ཀྱི་རེད་ཟེར་ཡང་འགྲོ་བ་ཡོད་བ་མ་རེད། དེ་གས་འདི་ནི་དུས་གལ་ཆེན་པོ་རེད། ཨོ་ཡ་དེ་འདྲ་ཡིན་དུས་ཙམ་པ་ལ་ནི་བྱེད་འབྲེལ་ལས་ཚིག་ཐམས་ཅད་ལོ་ལ་བྱེ་བྲག་ཐོབ་པ་དང་བྱེད་མི་ལས་ཚིག་ཐམས་ཅད་ལོ་ལ་བྱེ་བྲག་མ་ཐོབ་པ་རེད་ཅེས་ནས་ད་ཡོངས་གྲགས་ཀྱི་བཤད་སྟངས་དེ་ཕལ་ཆེར་ཡག་པོ་འདྲ་པོ་ཅིག་ཡོད་རེད། ཡིན་ན་ཡང་དེ་ལ་ངས་གནས་ཚུལ་གཉིས་གསལ་བཤད་བྱེད་འོས་ཡིན། དང་པོ། བྱེད་འབྲེལ་ལས་ཚིག་ཡིན་པ་གང་ཞིག་ལ་བྱེ་བྲག་མ་སྦྱར་ས་དེ་འབྲེལ་གྱི་གཞུང་ཆེན་པོའི་ནང་ལོགས་ལ་ཡོད་རེད་བའི་ཚེ་ན་ཡོད་རེད། དཔེར་ན་ང་ཚོ་གཞུང་ཆེན་པོ་དེ་ཚོ་ནང་ལོགས་ལ་ཨ་ནེ་གར་སོགས་རེད་ཆོས་ཐམས་ཅད་ལྷ་ནི་རྟེན་ཅིང་འབྲེལ་པར་འབྱུང་བ་ཡིན་པའི་རྒྱུ་མཚན་གྱིས་རང་བཞིན་གྱིས་མ་གྲུབ་པ་ཡིན་པ། དབུ་མ་པ་རྣམས་ཞེས་ཏེ། དབུ་མ་པ་རྣམས་ཞེས་ཏེ། བ་ཧུ་ཤ་ནུ་བ་ཤ་ད་ཤེས་ཏེ་ལབ་ཀི་རེད། རེ་གཞུང་ནང་ལོགས་ལ་མང་པོ་ཡོད་རེད་ད་དེ་གའི་དེ་ལུང་དེའི་པར་རྒྱ་ནི་ཁུག་དགོས་ཡ་ཡོད་མ་རེད་གཞུང་མང་ཆེ་ཡང་ན་དེ་འདྲ་ཡོད་རེད། དབུ་མ་པ་རྣམས་ཞེས་ཏེ་ལ་འོང་དུས། དངོས་གནས་བྱས་ན་དབུ་མ་པ་རྣམས་ཀྱིས་ཞེས་ཏེ་ལ་ནི་བྱེ་བྲག་ཡོད་རེད་བ་ཡིན་ནའི་དེ་ལ་བྱེ་བྲག་མ་སྦྱར་བ་འདྲ་བོ། ཡང་གཞུང་ལུགས་ཁག་ཏུ་སོགས་སུ་ནང་ལོགས་ལ་འདྲེ་ཡོད་རེད། ཨ་ནི། ཨ་ནི། ཆོས་ཐམས་ཅད་ནི་སེམས་ཀྱི་བདག་ཉིད་ཙམ་དུ་ཡིན་ཞེས་སེམས་ཙམ་པ་གསུངས་ཏེ། ལ་ནི། སེམས་ཙམ་པ་གསུངས་ཏེ། ལ་ནི། སྔོན་ནི་ཅི་ནས་སེམས་ཙམ་པས་གསུངས་ཏེ། ད་འདི་ལ་གསུངས་ཏེ། སེམས་ཙམ་པ་གསུངས་ཏེ། ད་ནང་བཞིན་གྱི། འདི་ནི་ཨ་ནི་པདྨ་བསོད་ནམས་ཀྱི་ཞིང་མཆོག་དམ་པ་ཡིན་ནོ་ཞེས་བདག་གི་བླ་མ་ཆེན་པོས་གསུངས་ཏེ། ལ་ཡང་འགྲོ། བླ་མ་ཆེན་པོ་གསུངས་ཏེ་ལ། བླ་མ་ཆེན་པོའི་གསུངས་ཏེ་རེ་ཡིན་རྒྱུ། ཡིན་ན་ཡང་གཞུང་དུ་སོགས་ན་ལོག་ལ། གསུངས་ཟེར་ཡ་འདྲ་བོ་དང་བཞེད་ཟེར་ཡ་འདྲ་བོ་དང་སྨྲ་ཟེར་ཡ་འདྲ་བོ་དེ་ཚོ་བྲལ་ཡ། བྱེ་བྲག་མ་སྦྱར་བ་ག་དེ་འདྲས་ཡོད་རེད། དེ། གཞུང་ལུགས་དང་ན་ལོག་ལ་ཡང་སྲིད་ཡང་སྲིད་ཡང་སྲིད་དོན་འགྲིག་རེད་ཡང་སྲིད་ཡང་སྲིད་ཡང་སྲིད་དོན་འགྲིག་རེད། ང་ནི་དོགས་པ་ཞི་བོ་ཟ་གི་ཡོད་དེ་ཚོ་བྲལ་ས་ཞིག་སྦྱར་བཞག་ན་སྐྱོན་ག་རེ་ཡོད་ན་བསམ་གི་ཡོད་དེ། དེ་འདྲས་མ་སྦྱར་བ་བྱས་ནས་འདུག། དེ་འདྲ་ཡིན་པ་ཡིན་ཙང་ད་དེ་གས་དེ་ནོར་བ་རེད་ཟེར་ན་དེ་དུས་ནམ་ཡང་ག་བ་ཞུས་ག་ན་ཞུས་ཕོད་ག་ན་ཞུས་ཕོད། དཔེར་འདྲི་ཐབས་ཆེན་པོ་དེ་ཚོ་མཚུངས་ཆོས་རེད། ཡིན་ན་ཡང་ག་རེ་བྱས་ནས་བྱས་དྲག་རྒྱག་གི་མེད་པའི་རྒྱུ་མཚན་ཡང་ངས་ཤེས་ཀྱི་མེད། འོ་གང་ལྟར་རྒྱག་མེད་པ་དེ་གཞུང་ལུགས་ནང་ལ་ཡོད་རེད་སྨྲ་བ། བཤད་པ། གསུངས་པ་དེ་གས་ཀྱིས་ཨ་ནི་ལ་དེ་ནི་བལ་དུ་གར་ཞུ་བ་རེད་བས་ནི།

དཔེ་ན་ངའི་དཔེ་མཛོད་ཅིག་བཞག་འོ། ང་ནང་ལ་བསྡད་ནས་ནས་སློབ་སྦྱོང་བྱེད་ཀྱི་ཡོད་སེང་རང་བྱེད་ལབ་པ་ཡིན་ན། ང་ནང་ལ་བསྡད་པ་དེ་བྱེད་མི་ལས་བརྩེ་རུ་བ། སློབ་སྦྱོང་བྱེད་པ་དེ་བྱེད་འབྲེལ་ལས་བརྩེ་རུ་བ། ད་དེ་དུས་སྐབས་ལ་ང་ལ་བྱེད་འབྲེལ་བྱེད་སྒྲ་རྒྱག་དགོས་རེད་བས་མ་རེད་བས་བྱེད་ནས་ལ་ཡོང་དུས་ད་ངས་ཚོད་དཔག་བྱས་ན། བྱ་བ་དང་པོ་དེ་ལ་བྱེད་མེད་ལས་སོང་ན། ཆེ་དགྲ་བཅའ་ཡ་ཡོད་མ་རེད། ང་ནང་ལ་བསྡད་ནས་ཟི་ཏི་རྩོམ་པ་ལ་ང་ནང་ལ་བསྡད་ཡ་དེ་གོ་ཚར་བ། སློབ་སྦྱོང་བྱེད་ཀྱི་ཡོད་ལབ་འོང་དུས་སློབ་སྦྱོང་བྱེད་ངེས་དེ་ང་རེད་ཡིན་ན་ཡང། དེ་ཡིན་ན་ཡང་ཁར་སོ་བ་རེད་དེ་ང་དེ་ལ་ཆེ་དགྲ་བཅའ་དགོས་ཡ་ཡོད་མ་རེད་གང་ཡིན་ཟེར་ན་དེའི་གི་བྱེད་མེད་ལས་ཚིག་ལ་ཆེ་དགྲ་མ་བཅའ་བའི་གི་ཁུངས་ཐོག་ལ་བག་བཏང་ཚར་བ་ཡིན་ཙང་ཁོ་འགྲོ་སྟངས་འགྲོ་པ་ཅིག་སྐད་ཆ་ནང་ལོག་གླེགས་རེད་བ། ཨ་ནི་ཁྱོད་ག་ཅིག་ཡོད་ཟེར་ན་ང་ནང་ལ་བསྡད་ནས་སློབ་སྦྱོང་བྱས་དེ་ཡོད་ལབ་དགོས་རེད་བ། ཨ་ནི་ངའི་ནང་ལ་བསྡད་ནས་སློབ་སྦྱོང་བྱེད་དེ་ཡོད་ལ་དུས་དེ་ཚོ་མ་བསྡད་པ་འདྲ་བོ་ཡོད་རེད་ང་ནང་ལ་བསྡད་ནས་སློབ་སྦྱོང་བྱེད་ཀྱི་ཡོད་ལ་འོང་དུས་བྱེད་མེད་དང་བྱེད་འབྲས་གཉིས་གཉིས་ཀ་གླས་འོང་དུས་རྩོམ་པ་ལ་ཨ་ནི། དང་པོ་བྱ་བ་དང་པོ་ག་རེ་གླས་སོང་ན་ཡང་ཨ་ནི་བྱེད་མེད་གླས་སོང་ན་བྱེད་འབྲས་མ་ཐོབ་པ་རེད་བྱེད་འབྲས་གླས་སོང་ན་བྱེད་འབྲས་ཐོབ་པ་རེད་དེའི་གནས་ཚུལ་དེ་ཡང་གཞན་ཡང་གལ་ཆེན་པོ་རེད། གཉིས་མཉམ་དུ་བེད་སྤྱོད་བྱས་ཡོང་དུས་རེད་བ། ད་ལྟ་ནང་བཞིན་གྱི་བྱེད་འབྲས་སྔོན་ལ་གླས་དེ་འདྲ་ཡོང་གི་རེད་བ་དཔེར་ན། ཨ་ནི་ངས་སློབ་སྦྱོང་ཡག་པོ་ཞིག་བྱས་ནས་ཨ་ནི། ཉལ་བསྡད་པ་ཡིན་སེ་ཡང་འདྲ་བ་ཅིག་ཡིན་ན། ཁ་ཚང་ངས་སློབ་སྦྱོང་ཡག་པོ་ཞིག་བྱས་ནས་གཉིད་ཁུག་པ་ཡིན་སེ་ཡང་འདྲ་ཅིག་ལབ་པ་ཡིན་ན། ད་དེ་དུས་བཀའ་ལ། བྱས་འབྲས་དང་པོ་སླེབས་སོང་སློབ་སྦྱོང་ཡག་པོ་བྱས་པ་དེ་སླེབས་སོང། བྱས་མེད་དེ་རྗེས་སླེབས་སོང་གཉིད་ཁུག་པ་དེ། དེ་འདྲ་ཡིན་དུས་ཙམ་པ་ལ་དེ་དུས་བཀའ་ལ་བྱས་འདྲ་འཇགས་དགོས་པར་ངས་སློབ་སྦྱོང་ཡག་པོ་ཞིག་བྱས་ནས་གཉིད་ཁུག་པ་ཡིན་ལབ། ང་དང་ང་སློབ་སྦྱོང་ཡག་པོ་ཞིག་བྱས་ནས་གཉིད་ཁུག་པ་ཡིན་ལབ་ཡང་དེ་ཡང་བལྟས་སུ་མ་བལྟས་པ་འདྲ་བོ། ངས་བརྟགས་ན། བྱས་འབྲས་སྔོན་ལ་སླེབས་སོང་ན་བྱས་སྒྲ་བྲིས། བྱས་འབྲས་རྗེས་ལ་སླེབས་སོང་ན་བྱས་སྒྲ་མ་བྲིས་བྱས་ནས་ད་ང་རང་བསམ་སྟངས་ད་དེ་འདྲ་ཡིན། ད་གལ་ཏེ་ང་ཚོས་དབྱིན་ཇི་གས་མ་སོང་ན Practical ཞུ་བ་ཞིག་ལ་བ་ཡི་གེ་བྲི་དུས་ཁོ་རང་ལ་བེད་སྤྱོད་ཡོད་ཡོད་ཀྱི་མ་གཏོགས་མཁས་པ་དེ་གིས་དེ་ལ་འདུག་དེ་ལ་འདུག་དེ་ལ་མི་འདུག་ཟེར་ཡ་དེ་འདྲ་གི་གནས་ཚུལ་མ་རེད། ཡི་གེ་བྲི་དུས་བེད་སྤྱོད་ཡོད་རེད་བ། དེའི་ཙང་ཞུ་བ་ཡིན། ལེ་ཟེར། ད་དེ་རིང་ང་ཚོས་ནི། གཙོ་བྱས་དང་གཙོ་མེད་ཀྱི་བྱ་བ། བྱ་བའི་ཤུགས་རྐྱེན་ཐེབས་པ་དང་མི་ཐེབས་པའི་བྱ་བ། དེ་གའི་ནང་ལོགས་ལ་ནི། བྱ་བའི་ཡུལ་གྱི་སྔོན་དེ་ལ་ལག་འདོན་ཐོབ་དང་མི་ཐོབ་ཀྱི་བྱ་བ། སྐུལ་ཚིག་ཐོབ་དང་མི་ཐོབ་ཀྱི་བྱ་བ། བྱེད་སྒྲ་ཐོབ་དང་མི་ཐོབ་ཀྱི་བྱ་བར་དེ་གའི་དེ། ཏེ་ཇི་ལྟ། གཅིག་བྱས་ན་འདིའི་ནང་ལོགས་ལས་ལེགས་བཤད་འདྲ་པོ་ག་ལ་གང་ཚང་ཅིག་ཡོད་ཡོད་བསམ་པའི་འདྲ་པོ་ཅིག་སྤོབས་པ་ཡིན་སྲིད་ཀྱི་རེད་ད་གང་ལྟར་དེ་འདྲའི་འདྲ་ཅིག་ཡིན་བསམ་གྱི་ཡོད། ལས་སའི་ཨ་ནི་དེ་འདྲའི་ཆེད་ལ་མཚམས་སྦྱོར་ཞུ་རྒྱུ་དང། དེ་ནས་སང་ཉིན་ལ་ཡང། བྱས་འབྲས་སྟོན་པའི་ལས་ཚིག་དང། ཨ་ནི་བྱས་འབྲས་དང་དེའི་ཟླས་དྲངས་པའི་བྱས་མེད་ཀྱི་རྣམ་གཞག་དང། ཨ་ནི་ད་ནང་བཞིན་གྱི་ད་བྱ་བའི་གི་དབྱེ་བ་གཞན་དེ་གལ་ཏེ་ཆ་ཚང་ཅིག་སང་ཉིན་ཞུ་ཚར་བ་ཅིག་ཡིན། དེ་ནས་གནང་ནས་ཨ་ནི། དུས་གསུམ། ཇི་ལྟ་བ་དང་བྱེ་བྲག་པ་དང་ཐོབ་བའི་རིམ་པའི་ཡེ་ཤེས་ནི་བར། ངོ་སྤྲོད་བྱེད་འབུལ་དོན་གཅིག་ཡིན་ལེགས་སེ་ཐུགས་རྗེ་ཆེ། ན་ནི་སང་ཉིན་ང་ཚོ་ཡང་བསྐྱར་མཇལ་ཡོང།